ལྷན་རྒྱས་གམ་ཚང་ཐོག་མ་འཛམ་གླིང་ཤེས་རྟོག Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་འཛམ་གླིང་གི་གསར་ཁང་ཆེ་ཁག་ཁག་གི་གསར་འགོད་སྙན་ཐོ་ཁག་ཅིག་གཟའ་ཟླ་བ་ནས་པ་སངས་བར་ཉིན་རེར་རེ་རེ་ཕུལ་གྱི་ཡོད་པས་དེ་རིང་གི་གསར་འགོད་སྙན་ཐོ་དེ་ནི BBC གསར་ཁང་ནས་ཨ་རིའི་སྲིད་འཛིན Trump གྱིས། ཉེ་ཆར་མི་སེར་རིག་ནུས་ཀྱི་ཚོང་ལས OpenAI། ChatGPT། བཟོ་འགོད་བྱེད་མཁན་གྱི་ཚོང་ལས་དེ་ཡིན། ཁོང་ཚོས་མི་སེར་རིག་ནུས་དེ་ཡིས Hacking། ཡང་ན་ངན་པས་ལྟ་བ་ཞིག་འཁྱེར་ཏེ། གཞན་གྱི་གློག་རིས་ནང་རྐྱེན་མེད་པར་འཛུལ་ཡོད་པའི་གནས་ཚུལ་ཞིག་ཐོན་པར་བརྟེན། སྲིད་འཛིན་ཀྲམ་གྱིས། མིས་བཟོས་རིག་ནུས་ལ་སྟངས་འཛིན་བྱེད་རྒྱུའི་བསམ་བློ་ཡོད་ཅེས་པས། དེའི་སྐོར་ལ་གསར་འགོད་སྙན་ཐོ་ཞིག་འདུག་པས་དེ་རིང་གི་ལས་རིམ་ནང་གསར་འགོད་སྙན་ཐོ་དེའི་སྙིང་བསྡུས་ཁྱེད་རྣམ་པར་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། དེ་ནི་ཉིས་སྟོང་ཉི་ས་དྲུག་ཟླ་བ་བདུན་པའི་ཚེས་ཉི་ས་དགུ་གཟའ་ལྷག་པའི་ཉིན་མོ་དེ་ལ། སྲིད་འཛིན་ཀྲམ་གྱིས་གསར་འགོད་པ་ཁག་ཅིག་ལ་གསུང་བར། ངས་སྲིད་གཞུང་གི་ངོས་ནས་ཉེ་ཆར། དྲ་རྒྱའི་བདེ་འཇགས་ཀྱི་གནས་ཚུལ་དེ་དག་ཐོན་པར་བྱས། ང་ཚོས་མི་གསོད་རུག་གནས་ཐོག་དབང་ཆ་ལེན་ཐུབ་པའི་བྱེད་རྒྱུའི་བསམ་བློ་ཞིག་བཏང་བཞིན་ཡོད་ཅེས་གསུངས་པ། ད་དུང་ཁོང་གིས་དེའི་ཐོག་ཁ་སྣོན་རྒྱག་ཆེད་གསུངས་བར། ང་ཚོས་མི་གསོད་རུག་གནས་ཐོག་གང་འདྲ་བྱེད་དགོས་མིན་ལྟ་བཞིན་ཡོད། ད་དུང། ང་ཚོས་དེའི་ཐོག་སྟངས་འཛིན་བྱེད་སྟངས་བྱེད་ལུགས་ག་འདྲ་ཡིན་མེད་ལྟ་བཞིན་ཡོད། ཡིན་ན་ཡང་ང་ཚོས། ཨ་རིའི་བཟོ་གྲྭ་ཚོས་གཞན་དང་བསྡུར་ན་ཐོབ་པར་བྱེད་རྒྱུའི་གནས་སྟངས་ཡང་བཟོས་དགོས་ཀྱི་ཡོད་པ་ཡིན་ཅེས། གསུངས་ཡོད་པ། ད་ལྟའི་སྲིད་འཛིན་ཀྲམ་གྱིས་དེ་འདྲ་གསུངས་བ་དེ་ནི་སྔར་གྱི་སྲིད་བྱུས་དང་འགྱུར་བ་ཞིག་ཕྱིན་པའི་གནས་སྟངས་ཡིན་པ་དང་གང་ལ་ཟེར་ན་སྔར་སྲིད་འཛིན་ཀྲམ་གྱིས་ཁོ་ཚོས་སྲིད་བྱུས་ནི AI ཡང་ན་མི་གསོད་རིག་ནུས་ལ་གཞུང་གི་ངོས་ནས་ཐེ་ཇུས་བྱེད་རྒྱུ་མིན་པའི་བསམ་བློ་བཏང་གི་ཡོད་ཡིན་པ། ཡིན་ན་ཡང་སྲིད་འཛིན་ཀྲམ་གྱི་གསུང་སྟངས་ལ་གལ་ཏེ་ང་ཚོས་ཐེ་ཇུས་ཡང་ན་སྟངས་འཛིན་བྱས་པར་བརྟེན་ང་ཚོས་བཟོ་གྲྭ་རྣམས་རྒྱ་ནག་གི་བཟོ་གྲྭ་གཏན་དུ་འགྲན་བསྡུར་བྱེད་མ་ཐུབ་པར་རྡོ་ཕོག་ཕྱིན་ན་འགྲིག་ཐབས་མེད་པ་དང། དེ་ལ་བརྟེན་ང་ཚོས་སྟངས་འཛིན་མ་བྱེད་གོང་བསམ་བློ་ཡག་པོ་གཏང་དགོས་ཅེས་བཤད་ཀྱི་ཡོད་པ། ད་དུང་ཁོང་གིས་དེའི་ཐོག་གསུངས་བར། རྒྱ་ནག་ནང་གི AI ཡང་ན་མིས་བཟོས་རིག་ནུས་སྐོར་ལ་བཤད་ན། ཁོང་ཚོ་ནི་མིས་བཟོས་རིག་ནུས་ལ་སྟངས་འཛིན་གང་ཡང་བྱེད་ཀྱི་མེད་པ་དང། ཁོང་ཚོ་ཁོང་ཚོས་གཞུང་གི་ངོས་ནས་བཟོ་གྲྭ་ཚོར་རང་དབང་ཆ་ཚང་སྤྲད་བཞིན་ཡོད་ཡིན་པ། འདྲ་ཞིག་སྲིད་འཛིན Trump གྱིས་གསུངས་བར། ད་དུང། ཨ་རི་དང་རྒྱ་ནག་བར་གྱི་མི་གསོད་རིག་ནུས་ཀྱི་རྩོད་རྙོག་ཐོག་ལ། རྙོག་གླེང་མང་དག་ཞིག་ཡོད་ཡིན་པ། དཔེར་ན་ཉེ་ཆར། Tech Advisor ཡང་ན་འཕྲུལ་ཆས་ལག་རྩལ་སློབ་སྟོན་པ། Michael Grotzios ཁོང་གིས། སྲིད་འཛིན Trump དང་ཁོང་གི་སྲིད་གཞུང་ལ། འཕྲུལ་ཆས་ཆེད་ལས་ཡང་ན་ལག་རྩལ་གྱི་གནད་དོན་ཐོག་སློབ་སྟོན་གནང་གི་ཡོད་པ་དང། ཁོང་གིས་རྒྱ་ནག་གི་ཚོང་ལས་ཁང་ཁག་ཅིག་གིས་ཨོ་རིའི་ནང་གི་ཚོང་ལས Anthropic ཟེར་བ Claude གིས་བཟོ་སྐྲུན་བྱེད་མཁན་གྱི་ཚོང་ལས་ཁོ་ཚོ་ལྟ་བུ་ནས་ལག་རྩལ་སྐུལ་མ་བརྒྱབ་པས། ཁོ་ཚོས་ཚོང་ལས་བྱ་སྤྱོད་སྤེལ་གྱི་འདུག་ཅེས་སྐྱོན་འཛུགས་བྱེད་ཀྱི་ཡོད་པ་དང། རྒྱ་ནག་གི་ངོས་ནས་དེ་འདྲའི་གནས་སྟངས་ཤིག་རྩ་བ་ནས་ཡོད་མ་རེད་ཅེས་པས། དེའི་ཐོག་གླེང་རྩ་བ་ནས་བྱེད་ཀྱི་མེད་ཡིན་པ་དང། ད་དུང་དེའི་ཐོག་འབྲེལ་ཡོད་ཀྱི་གནས་ཚུལ་གཞན་ཞིག་ནི། Treasury Secretary ཡང་ན། དཔལ་འབྱོར་ལས་ཁུངས་ཀྱི་བཀའ་བློན Bessent ཟེར་བ་ཁོང་གིས། རྒྱ་ནག་གིས་མི་གསོད་རིག་ནུས་ཀྱི་ཚོང་ལས་ཁག། བཀག་སྡོམ་བྱེད་དགོས་པའི་བསམ་ཚུལ་བཤད་ཀྱི་ཡོད་ཡིན་པ་དང། དེར་མ་ཟད། དངོས་ཡོད་སུ། མི་གསོད་རིག་ནུས་དང་འབྲེལ་བ་ཡོད་པའི Humanoid Robots། ཡང་ན། མིའི་བཟོ་ལྟ་ཡོད་པའི་འཕྲུལ་ཆས་ཁག། རྒྱ་ནག་གིས་བཟོ་སྐྲུན་བྱས་པ་རྣམས་བཀག་སྡོམ་ཨ་རིའི་ངོས་ནས་བྱེད་ཟིན་ཡིན་པ་དང། དེའི་སྐོར་ཁ་ཚང། ཉིས་སྟོང་ཉི་ས་དྲུག་ཟླ་བ་བདུན་པའི་ཚེས་ཉི་ས་དགུ་ས་ལྷག་པའི་ཉིན་མོ་དེར། བརྙན་ཐུང་དེའི་ནང། EW གསར་ཁང་གིས་གསར་འགོད་སྙན་ཐོ་ཞིག་གིས། སྙིང་བསྡུས། ཅེས་ཡོད་པས་གལ་ཏེ་ཐུགས་སྣང་ཡོད་ན་གསན་རྒྱུ་ཡོང་བར་ཞུ། མདོར་བསྡུས་ན། ད་ལྟའི་ཆར་རྒྱ་ནག་དང་ཨ་རིའི་བར། ཕྱོགས་མང་དག་ཞིག་ནས་འགྲན་རྩོད་བགྱིད་ཡིན་པ་དང། མི་གསོད་རུལ་ནད་ཐོག་འགྲན་རྩོད་འགྲོ་བཞིན་ཡོད་པ། དེའི་ཁྲོད་ཨ་རིའི་ངོས་ནས་མི་གསོད་རིག་ནུས་ལ་སྟངས་འཛིན་བྱེད་འདོད་ཡོད་ཡིན་པ་དང། ཡིན་ན་ཡང་རྒྱ་ནག་དང། ལྷན་དུ་འགྲན་རྩོད་ལ་བརྟེན་ནས་ཨ་རིས་སྲིད་གཞུང་ལ་མི་གསོད་རུབ་གནས་ཐོག་སྟངས་འཛིན་བྱེད་རྒྱུ་ལ་དཀའ་ངལ་འཕྲད་ཀྱི་ཡོད་ཡིན་པ། བཅས་ཀྱིས་དེ་རིང་གི་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་དེ་ནས་མཚམས་བཞག་རྒྱུ་ཡིན། ང་ནི་ཧྥ་རན་སང་གནས་སྡོད་བྱས་པའི་བོད་རིགས་ཤིག་ཡིན། ངའི་མིང། ཡོན་ཏན་ཟེར་གྱི་ཡོད། གལ་ཏེ། ལས་རིམ་འདི་ཡག་པོ་འདུག་དགོངས་ན། ཁ་བཏགས་བསྣོན་པ་དང། བརྒྱུད་སྐུར་བྱས་པ། གཞན་ཡང། Subscribe གནང་རྒྱུ་བློ་ཉེ་བོ་གནང་རོགས་གནང། བཀའ་དྲིན་ཆེ། ལས་རིམ་ཆེན་མོའི་ནང་མཇལ་ཡོང།